མི་རེ་རེ་ལ་ཕ་ཡུལ་ཟེར་བ་བློ་དང་དྲན་པའི་གཟུང་ཐག་ཅིག་ཡོད་ལ་ཕ་ཡུལ་ཟེར་བ་ལུས་དང་ལུས་ཀྱི་བརྟན་ཐག་ཅིག་ཡོད་ད་ཡིན་ན་སེམས་ཀྱི་ཟབ་ས་ལ་ཉལ་བ་དྲན་ཤིང་དེ་ཡིན་ཟེར་ན། ད་ཡིན་ན་སུས་ཀྱང་འདོར་དུ་མེད་པའི་གཞིས་ཀ་དེ་ཡང་ཡིན་ངེས། དེ་རིང་ང་ནི་རང་གི་ལྟེ་ཁྲག་འཕོ་སའི་ཕ་ཡུལ་ལུང་པ་སྟེ་རྨ་ལུང་ཁྲི་དགུ་ཡིན་ན་ཡང། གོ་སྐབས་འདི་དང་བསྟུན་སྣང་ཞིང་གི་ཚུགས་མེད་བར་ནས་ཕ་ཡུལ་འདིར་སྐྱེས་ཤིང།

དེ་བས་ཆོས་ཉིད་དེ་ལ་འགྲོགས་པའི་བསམ་གཞིག་གི་སྒོ་མོ་ལས་འཁྲུངས་པའི་རིག་གནས་སྒྱུ་རྩལ་གྱི་མཁའ་དབུགས་ནི། ཡུལ་དེའི་མི་བུ་སུས་ཀྱང་འདོར་དུ་མེད་པའི་མི་ཚེའི་འགྲན་བཞུད་ཀྱི་གྲུ་ཁ་དང་ཚེ་ནང་དུའང་གྱུར་ཡོད། ལྷག་བསམ་གྱི་བསིལ་རྨོངས་གསོན་པོ་ཡིན་ནོ། ད་ལྟ་དུ་ལ་སོགས་པ་གི་ཤ་རྒྱན་ན་ཡོད་ཀྱི་ཡང་ཤ་རྒྱན་གཞན་པ་གི་ཨ་མྱེས་རྨ་ཆེན་གྱི་བསིལ་རྨོངས་གསོན་པོ་ཡིན་ད་སྤྲུལ་སྐུར་ཕུན་སུམ་གྱི་གནས་ཀྱི་ཚུལ། མང་ཡུལ་ཞེས་པ་ཡུལ་ལུང་འདི་ལ་མཚོན་ནའང་མང་ཆེ་སྔོན་མོའི་ཁུ་སུ་ལ་ལྷ་མིར་ཆགས་ཡོད་པ་ཞིག་རེད་ལ། ད་དུང་དམིགས་བསལ་དུ་གྱུར་པའི་ཡུལ་འདིའི་གཟའ་ཉི་མ་དཔེ་ཤག་ནི་རྩོམ་རིག་སྒྱུ་རྩལ་ལ་དགའ་མོས་ཡོད་པ་མང་པོ་ཞིག་གིས་རིག་གནས་བླངས་ལྷུང་དང་བློ་ཁ་བཞེས་རེས་ཀྱི་འཇིག་རྟེན་འཛོམས་ཁང་ཆུང་ཆུང་ཞིག་རེད།
དེ་ལ་ཅི། ང་རང་གི་ཕ་ཡིག་གི་རྩོམ་པ་པོ་གྲགས་ཅན་གྱི་དམ་པ་རྒྱ་དར་བྱ་འགྱུར་ཡིན་པར་གོང་གསལ་ཚང་མས་ཤེས་ན་རེད་ད་ཁྱོད་ཚང་མ་གི་ཤེས་དུས་ན་ཁིར་གི་ཁིར་ཨ་ཅིའི་ཐོག་མར་ཡིན་གྱི་ན་ཅིག་གྲོགས་པོ་ཚང་མ་གི་གཏམ་ཆོག་འོན་པ་ཤར་དགའ་ཐོ་ནུ་གི་བཙན་གྱིས་ཁ་བ་མེད་པའི་དགུན་ཁ་བཟུང་ནུ་འདི་ལ་གླེང་མཁན་གི་རྩོམ་པ་པོ་ད་ཅིག་དེ་རང་ཡིན་ངེས་འདི་ལ་ཁིར་ག་ར་ཡང་དུས་ཚོད་བཀྲ་སེང་གི་འཕྲོ་ནས་འདས་འོང་ཟེར་དུས་ན་ཅིག་ལྷག་བསམ་རྣམ་དག་གི་བཀྲ་ཤིས་ཁ་ཐག་གཟིམ་པོ་བྱུང་ཡོད་ད་གཞོན་ནུས་ད་ཡིན་གྱི་ན་ཅིག་རེ་རེ་བཞིན་དུ་ད

བྱ་འགུལ་འདི་དང་འབྲེལ་ངས་ཀྱང་ཁོང་གི་སྒྲུང་རིང་ལྷིང་འཇགས་ཀྱི་རྩྭ་ཐང་སྒྲུང་འབྲིང་སྒུལ་དང་ཉི་མ་ནག་བལ་ཡོད་དེ་ནག་བཞུར་སྡེ་བའི་གཏམ་རྒྱུད་སྒྲུང་ཐུང་ཕྱོགས་བསྒྲིགས་མི་རབས་གསུམ་གྱི་རྨི་ལམ་སྡུག་གི་ལོ་མ་ཆང་གི་རླངས་པ་མིན་སོགས་སྒྲུང་མང་པོ་རྒྱུས་ལོན་བྱེད་པར་སྐལ་བ་དང་ལྡན་པར་གྱུར། ལོ་རབས
རྒྱ་ཆེ་བའི་ཡར་སྔོན་ནས་བཏང་ན་ད་ཆུའི་ས་ཆ་ན་ད་དུས་སྟོབས་བྱུང་གི་མེད་ཀི་ད་རྩོམ་སྒྲིག་གཟིགས་ལྟ་ན་ད་ཕལ་ཆེར་ད་མི་རུ་རྩེ་སྒྲོང་དང་ཡང་ན་གེ་སར་གི་ལྗོངས་ལ་སོགས་པ་ད་འདི་ཡང་གཅིག་གི་ཁིར་གི་མི་ང་གཟིགས་མེད་ཀི་ད་སྐབས་ཐོག་དེ་དཔེ་འཇོག་རྒྱུ་ན་ད་རང་ཁྱེར་དང་བོད་ཀི་རྩོམ་རིག་སྒྱུ་རྩལ་ལ་སོགས་པ་དུ་གཅིག་གི་ཡ་གཅིག་གཅིག་གི་བཟོ་ནས་ད་འགོ་བརྩམས་ནས་དུས་གསར་སྤེལ་ཡིན་ནོ་དུ་མ་གི་རུ།

རྩོམ་རིག་སྒྱུ་རྩལ་གྱི་བྱང་ཚད་གྱུར་མྱོང་ལ། རྩོམ་པ་པོ་དང་འཆར་གཞིའི་ཤར་ངོས་ཚུལ་དུ་སྐྱེས་མྱོང་ས་ཞིག་ཀྱང་ཡིན། ལྷག་པར་སྐབས་དེའི་མཚོ་ལྷོ་ཁུལ་དགེ་འཐུང་སློབ་གྲྭ་ལྟ་བུ་ནི། རྩོམ་པ་ལུས་ལ་འཇུག་མཁན་གྱི་སྐྱེས་བུ་ཤེས་རབ་ཅན་དག་གི་བསྟི་གནས་གཙོ་བོ་དེ་ཡིན། དཔེར་ན་གྲྭ་པ་དང། དག་འབུམ་བརྒྱ། འབྲུག་ལ་བརྒྱ། རྡོ་རྗེ་རིན་ཆེན་སོགས་ཀྱིས་ད་ལྟ་བོད་ཀྱི་རྩོམ་རྟགས་སུ་གོ་ནས་གལ་ཆེན་ཞིག་བཟུང་ཡོད། གནས་འདི་ལ་རྩོམ་པ་པོ་དོན་གྲུབ་རྒྱལ་གྱི་གོམ་ཁའང་བསྒྱུར་མྱོང་བ་མ་ཟད། ཁོང་གིས་སྲིད་པའི་ཁམས་ལ་གྱེས་ཕྱག་མཐའ་མ་དེ་ཡང་གནས་འདི་ནས་ཕུལ་བ་ཡིན། མཚར་སྡུག་འོད་སྟོང་འབར་བའི་སྔོན་ཆད་ཀྱི་ད་ལྟའི་ཚབ་བྱེད་མི་རུང་ལ། བ་ཚྭའི་དྲི་དང་འགྲོགས་པའི་ཁ་སང་གི་དེ་རིང་གི་དགོན་པ་ག་ལ་སོང། དེའི་ཐད་སྐབས་ཐོག་དེ་ད་ང་ཚོའི་སློབ་གྲྭ་དེའི་ནང་ད་སྐུ་ཞབས་དོན་གྲུབ་རྒྱ་དགེ་རྒྱུ་ན་དོན་དང། དགེ་རྒྱུ་ན་དོན་ནོ་དེའི་སྐྱེས་འགབ་ད་ང་ཚོའི་སློབ་གྲྭ་དེའི་ངོ་མ་ཅང་གི་སྐོར་གྲྭ་དྲང་གིལ་ཡང་མི་ཉུང་བ་ཟིག་བཟོས་ཟིག། དེ་དང་བསྟུན་ནས་ད་དུང་ད་ང་ཚོའི་འཛིན་གྲྭ་ལ་ཡང་དེ་ལྟ་བུའི་ཤུགས་རྐྱེན་ཐེབས་པའི་ཡང་རྩོམ་རིག་ལ་དགའ་མཁན་ཡང་སྐོར་ཟིག་བྱུང་ཟིག། ད་ང་རང་ཉིད་དེའི་སྐབས་ཐོག་དེ་མཚོན་གྱིས་ན་ད་དོན་གྲུབ་རྒྱ་ཅུང་ཟད་ངོ་ཤེས་འཆར་གྱི་ཡོད་འདུག་ཅེ་རེ་ཁོང་གི་དེ་སོང་ངས་ད་དཔེ་དེབ་རེ་འགའ་རེའི་ཁྱེད་རེ་ཡོང་ཡང་ན་དུས་དེབ་རེ་འགའ་རེ་ཁྱེད་རེ་ཡོང་ངས་ད་ལྟའི་ནང་གི་རྩོམ་ལ་སོགས་པ་དར་འགི་འཛིན་གྲྭ་གི་ནང་ནས་ད་ཧར་སེར་གཡའ་རི་ལྟས་ཡང་ན་དོ་ནས་སེམས་ཅན་གི་གཉེན་ད་དེ་ལ་སོགས་པ་ཡིས་དེ་དང་དེ་ལྟ་བུའི་ཤུགས་རྐྱེན་གི་དབང་གི་ད་ད་ང་ཆོས་འཛིན་གྲྭ་དེ་ཚོ་འདི་ན་ར་ཡང་ད་རྩོམ་མ་དགའ་མཁན་གི་ད་ད་ལྟ་གི་ཅུང་ཟད་སྤྱི་ཚོགས་སྟེང་ན

སྙན་ངག་པ་འབྲུག་མོ་ལགས་ལ་མཚོན་ན་སྐབས་དེའི་དུས་སུ་སློབ་མ་ཡིན་ལ་སྙན་ངག་དང་རྩོམ་རིག་ལ་དགའ་མོས་ཡོད་པའི་དབང་གིས་མི་ལོ་དུ་མའི་རིང་ལ་ཕ་ས་ཕ་ཡུལ་གྱི་གཙོས་པའི་རང་མདངས་དབྱིངས་སུ་གྱེར་བའི་ལུས་ནི་སྐུ་སློང་བྱ་ཡུལ་གྱི་དུས་རབས་ཧྲིལ་བོའི་དགོངས་གཞིར་བསམས་ཏེ། གསེར་ནག་གི་རིལ་བུ་ལྟ་བུའི་སྙན་ངག་ཅིག་སྟེ་ཆེ་ཆུང་ཞེས་པ་ཞིག་བྲིས་མོད། ང་ཕའི་ན་ཡོད་དེ་ཕ་ཡུལ་ཧ་ཅང་ཆེ། ཕྱིར་ཕ་ཡུལ་ལ་ལྟ་དུས་ཕ་ཡུལ་ཧ་ཅང་ཆུང། བར་སྤྱིར་ན་འུ་ཚོ་མི་གཟུགས་འཇིག་རྟེན་འདིར་ཐོག་མར་སྐྱེས་པ་ནས་བཟུང་ངས་ཐོག་མར་རང་ལ་བག་ཆགས་འཚོལ་མཁན་དེ་རང་གི་ཕ་ཡུལ། རང་གི་འཇིག་རྟེན་ངོས་ཟིན་གྱི་འདུག་མོད། ཕ་ཡུལ་དེའི་སྟེང་གི་མི་རེ་རེ་ལ་རང་གི་ཕ་ཡུལ་བཙལ་དགོས་ནོ་འདི་སྟོང་བ་དང་བརྩེ་བ། བསམ་གྱིས་མི་ཁྱབ་པ་བཟོ་ནི་སྟོང་བ་དང་བརྩེ་བ་དེ་སེམས་ཀྱི་ན་ཟུག་ཏུ་གྱུར་བ་ནི་ན་ནིང་རང་གི་སེམས་ནི་ན་ནི་དུ་མོ་གི་བརྩེ་བ་སྟོང་བ་གི་གྱུར་བ་ནི་རེད། ད་དེའི་རྐྱེན་གི་ད་ངེད་རི་སྤྱིར་གི་ཕ་ཡུལ་གི་ཆེ་ཆུང་དང་འབྲི་བོ་དྲི་ཐ་ཚོ་ཡང་ད་རང་གི་ཕ་ཡུལ་ན་བ་དེ་ཕ་ཡུལ་དུ་ཧ་ཅང་ཆེན་པོ་ཟིག་ཡིན་ནོ། ཡང།

རང་ཉིད་ཕྱིའི་འཁོར་ཡུག་ཡང་ན་ཕྱིའི་འཇིག་རྟེན་དེ་སོང་ངས་ཕྱིར་བསྐོར་ཡུག་བལྟས་ན་རང་གི་ཕ་ཡུལ་དུ་ངའི་ནང་ཧ་ཅང་ཆུང་ཆུང་ཞིག་རེད།
ཕ་ཡུལ་གྱི་གཙོ་མཁན་ཞིག་ལ་མཚོན་ན་ཡུལ་དེའི་རི་ཆེན་ལྷག་གསུམ་དང་འབྲེལ་བའི་མཛེས་སྡུག་གི་གཏམ་རྒྱུད་སྣ་ཚོགས་ལ་ཐུན་མིན་གྱི་བརྩེ་བ་ལྷག་མ་ཞིག་བརྗོད་ཡོད་ལ། ཁོ་ཚོའི་ཤ་གསེང་རིག་གསུམ་ལ་གཟིགས་པའི་ས་མིང་ཆུ་མིང་སྟེ་ཁྲི་ཤོག་རྒྱ་མོ་ནས། བློན་པོ་གསེར་ཆེན་དབུ་བ་ཆུ་བོ་ནས་དཔལ་དུལ་རྫ་རྒན་དུལ་ཐང་གཉིས་པ་མཛད་མན་ནས་གནས་གྲས་རྩི་ཤ་རིང་མོ་སོགས་ཐང་འདི་སྔོན་འབྲས་གཞིར་གྱི་གོ་རིམ་ཁྲོད་རེ་རེ་བཞིན་བླངས་ཏེ་ཉལ་བ་ཚོས་ང་ལ་ཐོབ་པ་ཡོད་ཚད་ནི་ཡུལ་འདི་འདུས་མ་ད་གསུམ་ལ་འོད་དུ་འཚེར་བའི་དཔལ་ཡོན་དེ་ཡིན་པ་གཞི་ནས་རྟོགས།
ཕ་ཡུལ་མཚོ་ལྷོ་དེ་ནི་ཧ་ཅང་རྒྱ་ཆེ་གི། ད་མཚོ་ཆེན་ཁྲི་ཤོར་རྒྱལ་མོ་གི་ལྷོ་ཕྱོགས། ཤར་དམར་རྒྱུད་གངས་རི་གི་བྱང་ཕྱོགས། ད་རྨ་ཧ་རི་ཚུ་རི་མཚོའི་གཡས་རི་གཡོན་རི། ད་ཤར་ཕྱོགས་དེ་ནི་ཁྲི་ཀ་སེར་མོའི་རྫོང། ནུབ་ཕྱོགས་ནི་ད་བྲག་དཀར་རྫོང་ལ་སོགས་ད་ཕྱིས་ཀྱི་གསར་བརྗེ་ཧ་ཅང་ཆེ། དེ་ནི་དང་ད་འདི་ནས་ད་ངོ་མ་རི་མཐོ་ས་གཙང་སའི་གོ་ནོར་གྱི་ཆ་ཆས་ཡོངས་སུ་འཛོམས་གཏོང་བ་རེད། ས་ཆ་འདི་གའི་ཕ་ཡུལ་གྱི་ད་རི་ཆུ་ནགས་སུ་མེད་ན་ཆོག་གི་ལྷག་དཀར་ད་རི་དབུགས་མཐོན་པོའང་གནས་འགངས་ཆེན་དུ་མ་ཧ་ཅང་མང་བོ་ཡོད་ཀྱི་མོད།

རྟགས་འབུམ་བརྒྱ་ནི་མིང་འབའ་ཞལ་གསུམ་ལས་མིང་རུ་ཕྱོགས་སུ་བསྐྱེད་ལ། དགེ་རྒན་གྱི་ལས་ཀ་གཉེར་མུས་ཡོད། ཁོང་ནི་བོད་ཀྱི་སྒྲུང་གཏམ་རྩོམ་པ་པོ་དང་རྩོམ་རིག་བརྩམས་ཆོས་ཀྱི་གདེང་ཆའི་ཁྲོད་གྲུབ་འབྲས་མི་དམན་པ་བླངས་པ་ཞིག་རེད། ཁོང་དང་ཉེ་བར་བཅར་བ་ཚོས་སྨྲ་བ་ཉུང་ཞིང་གཉོམ་དུང་དུང་དུ་འདུག་པ་ཞིག་རེད། ཡིན་ཡང་རྩོམ་རིག་ལ་དགའ་བའང་དགོས།

མིའི་རིགས་ཀྱི་ཤེས་རིག་གི་བྱང་ས་དང་བློ་རིག་གི་སྒོ་མོ་ཡིན་པ་མ་ཟད། སྒྱུ་རྩལ་གསར་བཞེངས་ཀྱི་རིལ་མ་དང་བློ་སྟོབས་ཀྱང་ཡིན་པ་གསལ་ཐང་ཐང་དུ་རྟོགས་ཡོང་བ་ཞིག་རེད། དེ་བཞིན་དུ་སྟག་འབུམ་རྒྱལ་གྱིས་གསུངས་བ། འབའ་ཡུལ་མཐོན་པོ་བཅུ་གསུམ་སོགས་ཕ་ཡུལ་གྱི་ས་མང་ཆུ་མང་གང་མང་ཞིག་གཞོན་སྐྱེས་རྩོམ་པ་པོ་དག་གིས་སྙན་ངག་དང་གླུ་ཚིག་ཁྲོད་དྲངས་པའང་ཤིན་ཏུ་མང། ད་འབར་རྫོང་སྦྲ་གཟིངས་ཀྱི་ན

དུ་ད་འདི་འབར་དུ་ཀུན་མཐོང་པོ་བཅུ་གསུམ་རེད་བསམ་པར་འདི་རང་ས་དཔལ་མི་རྫོང་རྫོང་རེ་རེའི་ནང་ལ་གཡང་ལས་ལྕགས་སའི་གོ་ནོར་དུ་ད་སྔ་ཆུ་རྫོང་རེ་རེའི་ནང་ལ་ལྟེབ་ཅིག་གི་ལྟེབ་བྱ་འདི་གནག་གཏུམ་བྱེད་ཀྱི་བྱ་རྒྱུ་ནི་ཡོད་གི་ད་དེའི་ནང་གི་དམིགས་བསལ་གི་འདི་འདི་བྱ་ཕུག་ལྟ་བུ་ཟིན་གྱི་ན་བྱ་ཕུག་རྫོང་གི་ནང་གི་གཡང་དུ་ད་གི་བྱ་རྟ་རེད་དེ་རྒྱུ་མཚན་ངས་བསམ་པ་ལྷུན་རང་ས་པད་མར་བཟུང། རྒྱ་རྟ་དམར་པོ་སྐྱེ་ས་ན་དབུ་རྟ་བཙན་གྱིས་ཁྱེར་བ་མེད་ཅེས་པ་ལྟར་ཡུལ་འདིའི་རྒྱ་རྟ་དག་གི་མཁས་རྒྱ་ཤིན་ཏུ་ཆེ་ཞིང། གནའ་བོའི་ལོ་རྒྱུས་ཀྱི་གཞིར་བྱིན་དང་སྲོལ་ལུགས་ཀྱི་གཏམ་རྒྱུད་ཁུར་ཏེ་མི་ཡུལ་འདིར་ཚེ་སྲོག་གི་གཞི་རྟེན་རིན་ཐང་བྲལ་བ་ཞིག་བཟུང་ཡོད། འབའ་ཆུ་དང་རྨ་ཆུའི་འགྲེས་མདོ་རུ། བསྐྱར་དུ་བཙན་ས་ཆེན་པོ་ཞིག་ཏུ་གྱུར་ཏེ་ཡུལ་འདིའི་མི་དང་བསྐྱར་དུ་བར་ལ་བརྩེ་བ་བརྗོད་དུ་མེད་པ་ཞིག་ཏུ་གྱུར་ཡོད་ལ། ད་དུང་ཧང་ཆི་རིང་མོ་ཡང་གསེར་གྱི་སྐ་རགས་བཞིན་དར་མ་གུས་ཀྱི་རང་བཞིན་གྱིས་གནས་འདིར་རྨ་ཆེན་སྔོན་མོར

སྣ་ཚོགས་དུད་ཡོངས་རྫོགས་སྐུ་རང་གི། ད་སྒྲོང་གཏུམ་འདྲི་རྒྱུ་གི། ད་རྒྱབ་ལྗོངས་ཟེར་སྣ་ཚོགས་ཀྱི། ད་རང་བྱུང་གི་རྒྱུ་ཆ་དེ། འདོད་མོས་ཀྱི་རི་ལུང་ཐང་གསུམ་དང། རྡོ་བྲག་གཡའ་གསུམ་ཆུ་ནག་སྤང་གསུམ་སོགས་ཀྱིས་མཚོན་པ། ཕྱི་སྣོད་ཀྱི་འཇིག་རྟེན་དང་རྟ་ནོར་ལུག་གསུམ་དང། ཁུ་བྱང་དབོན་གསུམ་གྱིས་མཚོན་པ། ནང་རྒྱུད་ཀྱི་སེམས་ཅན་ཏེ། ཡི་ལ་དེ་མང་པོ་ཞིག་གི་འདུས་དུས་ལ་རྒྱ་དཔོན་དང་སྟོང་དཔོན་ཁྲི་དཔོན་སོགས་ཀྱི་ལམ་ལུགས་མང་པོ་ཞིག་བཞོགས་ལ། ལམ་ལུགས་དེ་དང་དཔོན་རབས་དེ་དག་ལའང་ཆག་འཇིག་གི་བརྒྱུད་རིམ་སྣ་ཚོགས་ཤིག་བྱུང་མྱོང་བས། སྲིད་དང་ལམ་ལུགས་ཀྱི་དར་རྒུད་དེ་ནི་རྗེས་བྱུང་རྩོམ་པ་པོ་དག་གི་ཤུགས་རྩིས་ཁྲོད་དུ་བཞོགས་ཕྱིར་ཀྱང་བབས་ཡོད། ད་ང་གྲངས་མ་ནས་ལས་ད་མཚོ་སྔོན་པོའི་ལྷོ་ཕྱོགས་འདི་ན། ད། མང་པ་ཞག་གསུམ་ཟེར་རྒྱུ་འདྲ་འདྲ། རང་ངན་ཁག་གསུམ་ཟེར་རྒྱུ་འདྲ་འདྲ། ད། སྤྱིར་ཐབས་ཤུགས་ཚོགས་གསུམ། སྒོ་མེད་གོང་འོག་བར་གསུམ། ད་སོགས་པ་གི་ད་ཡིན་མྱོང་ཐོས་མྱོང། མངའ་བདག། ཡིན་ན་ར་ད་སྤྱི་ཚོགས་ཡིན་མྱོང་ད་ཆིན་རྒྱལ་རབས་ཀྱི་དུས་སྐབས་ནས་ལས་ད་མདོ་ཁམས་ཀྱི་ཡུལ་འདི་ཡོངས་རྫོགས་ནས་ཡང། སྟོང་དཔང་གི་ལམ་ལུགས་འདི།

ཏུང་ཧྥུང་ལམ་ལུགས་འདི་ཡང་ཉམས་རྒུད་དུ་གྱུར་ལྟར། སྤྱིར་ནོར་གྱི་གནས་ཚུལ་འདི་དག་ཡང་ངའི་སྒྲུང་རང་དགའ་དགུ་སེ་གོ་ནོ་ཏིའི་གཏམ་རྒྱུད་ཀྱི་ས་བོན་དུ་ཡིན།
ཧང་ཆི་སྔོན་མོས་ཧོང་ཁོག་སྤང་ཐང་དཀར་པོར་དེ་སྔོན་གྱི་སྐ་རགས་བཅིངས་བ་བཞིན་སྙིང་དུ་སྡུག་ལ། བྲག་དཀར་ཡུལ་གྱི་རོང་འབྲོག་ཚོ་དེའི་ཁྲི་མ་འབུམ་ནི་ཆུ་བོ་འདིའི་སྲིད་ཤིང་རྐྱང་པ་མ་ཟད། འདིར་གནས་པའི་རྔ་འབངས་མཐའ་དག་གིས་ཡུལ་འདིའི་རི་བོ་ཀུན་ལ་ཕ་མདང། ཆུ་མོ་འདི་ལ་མ་མདང་གི་བརྩེ་བ་ཤ་མཐུན་རིགས་མཐུན་ཞིག་ཡིན། སྤྱིར་གནས་མལ་གང་ཞིག་ལ་མཐོང་ན། ངས་ནི་ནམ་རྒྱུན་གྱི་གོམས་ལོབས་ལྟར་ཡུལ་དེའི་དཔེ་ཁང་ལ་ཉུལ་བ་ཡིན། དེ་རིང་ཡང་ངའི་འགྲེལ་བཤད་ཀྱི་གོམ་ཁ་བྲག་དཀར་རྫོང་ལ་སྤོས་པ་དང། རྩིབས་དཀར་ཐང་དུ་ཡོད་པའི་དཔེ་ཚོང་ཁང་ཞིག་ལ་བཙལ།

དབྱེ་ཐབས་དེ་ནི་བྲག་དཀར་ས་ཁུལ་ལ་འདོད་མོས་ཡོད་པའི་བློ་ཐབས་གཅིག་རེད། བུ་མོ་འདིའི་ངོ་སྤྲོད་ཀྱང་ང་རང་གཞི་ནས་དུས་འདིའི་རྩོམ་སྒྲིག་ཁང་ལ་འགྲོ་འདོད་ཀྱི་བློ་ཞིག་སྐྱེས་བྱུང། ད་འདི་གར་གི་སྐར་ཆག་གི་སྒྲིག་རིམ་བརྗོད་བྱ་གི་སྒྲིག་རིམ་ཞེས་ཇི་འགོད་ལ་ཚོགས་པ་འདི་ལ་ཚོགས་པ་གི་ལ་ཁ་ནས་ར་ཡང་ཙི་གེ་ཟི་ས་གནས་གི་དུས་སྟོན་གི་རྒྱུ་མཚན་གི་ས་གནས་གི་ཙི་གེ་ཟི་ཆ་ཆེ་ཡོང་གི་ཞིག་ད་དཔེ་ཉག་གཅིག་ནི་འདི་ལྟ་བུ་ལ་མཚོན་གྱི་ན་ར་ཉིས་སྟོང་དེར་གི་གི་འདི་མཚོན་གྱི་ན། ད་ཡང་ཧང་ཞོང་ཧང་ངེར་ཞོང་གཅིག་གི་ཁུར་གི་ཡུག་ཁུག་གི་རྣམ་པ་དེ་ཚོ་ཡོང་གི་ཞིག་ཡང་འདི་སུ་ནང་རྫོང་སོན་གྱི་ན་དཔེ་ཉོག་གྱི་ན་ཡང་བྲག་དཀར་བྲིས་རྫོང་བཟོ་འདུག་གི་ཡོང་གི་ཞིག་ད་ཉིས་སྟོང་བཅོ་བཞི་གི་འདི་རྫོང་སོན་གྱི་ན་ཧང་ངེ་རིག་གི་འདུག་གི་ཞོག་ནི་འདི་གྱི་ན་ཡང་གཅིག་གི་དུས་ན་ར་ས་གནས་གི་གཅིག་དུས་ན་ར་ཨོ་འདི་བ་གི་རང་གི་ས་ཆ་གི་རི་ག་རེ་ལ་འདི་རེ་ལ་འདོར་གཅིག་གོ་དུ་མོ་གི་ཁུར་གི་ཚོར་སྣང་དུ་ཡོད་རྒྱུ་དུ་གཅིག་རེད་དེ་ལ་ཀ་ད་ད་དཀར་ཆག་གི་ལ་ཁ་ནས་ད་ཁུར་གི་བརྗོད་བྱ་ལེ་ཚན་འགྲན་བསྡུར་བྱེད་པོ་ཟིག་བརྒྱད་སྟོང་བཟོ་ད་བསམ་སྒྲུང་སྙན་ངག་ལྷུག་རྩོམ་བརྒྱུད་རྩོམ་ད་མི་བའི་ཞལ་ལུང་ཟིག་རང་ཅག་གི་ད་གཟོད་ཅིག། ས་གནས་ཀྱི་དཔོན་དག་བརྒྱུད་ན་སྔགས་སུ་དགེ་བཤེས་སང་ལྟ་བུ་ཨ་རུ་ལུང་རྟོགས་དམ་པའི་རྒྱལ་མཚན་སང་ལྟ་བུ་འདི་མོ་གི། ཁྱེད་ཀྱི་འདམ་པ་ནང་པ་གི་གསུང་དུ་བཟོ་ཡང་ངོ་སྤྲོད་དུ་ཡི། ཡང་འདིའི་ནང་གི་ལྷ་བྱ་འདི་ཐམས་ཅད་ལ་ཡང་སེམས་ཤིང་ན་ཅིག་ལྟ་གི་བཞུགས། ལྷོད་གི་བཞུགས་དེ། ཡང
དག་མདོ་འཛིན་པ་ལྷ་མོ་ད་དུང་ངོ་ཆོས་མི་རིགས་སྐད་ཡིག་བྱ་བའི་དེ་ཉིད་འདི། ཕེབས་ནུ་བ་ཁི་སིམ་ཟམ་པ་དང་ནི་དགའ་བསུ་བྱས་ནས་དེ་ན་འདི་ན་ང་ཆུ། གསེར་གྱི་ལྷ་ལྟར་ད་ཉིས་སྟོང་ཐམ་པ་ནས་ལས་ཉིས་སྟོང་ཉི་ཁི་ཐམ་པ་ལོ།
བྲག་དཀར་རྫོང་ནས་གསེར་གྱི་ལྷ་དར་རྩོམ་སྒྲིག་ཁང་གི་གླུ་བ་མདོ་སྔགས་ཆོས་འཕེལ་དང་དབང་རྟགས་བདུན་དཀར་སྐྱབས་གཉིས་ཀྱི་སྣེ་ཤན་པས་གནས་མཆོག་བྲག་དཀར་སྤྲུལ་རྫོང་དུ་མཆིས། བྲག་དཀར་སྤྲུལ་རྫོང་ནི། མདོ་སྨད་རྫོང་ཆེན་ནར་གྱིས་ཡ་བསྐྱིལ་དུ་གྲགས་ལ། གནས་འདི་ལ། དཔལ་ལྡེ་མཆོག་འཁོར་ལོ་ཟླུམ་པོ་ཕོ་བྲང་ངམ། གནས་ཆེན་རྩ་རི་བྲ་གཉིས་པ་ཞེས་ཀྱང་ཟེར། གནས་འདིའི་ཡོན་ཏན་ནི། བསམ་བརྗོད་ཀྱི་ཡུལ་ལས་འདས་པ་ཞིག་སྟེ། འདི་ནི་རང་བྱུང་ངོ་མཚར་ལྷུན་གྱིས་གྲུབ་པའི་ཁྱད་ཆོས་ཕུན་སུམ་ཚོགས་པ་འཛོམས་ས་ཞིག་ཡིན་པས་ན། འདི་ཉིད་མདོ་དབུས་ཁམས་གསུམ་དུ་གྲགས་ཆེ་བ་གནས་མཆོག་ཅིག་ཡིན། བྲག་དཀར་རྫོང་གི་ཤར་ན་གཉན་ཆེན་བྲག་དཀར། ལྷོ་ན་ཐར་སྟོང་བྲག་དཀར། བྱང་ན་གཡུ་ལུང་བྲག་དཀར། ནུབ་ན་བྲག་དཀར་སྤྲུལ་རྫོང་སོགས་བྲག་དཀར་པོ་གནས་མཆོག་མང་དུ་སྣང་ས་ཞིག་རེད། ལུང་ཁོག་འདི་ལ་ཧང་ཁོག་སྤང་ཐང་དཀར་པོ་ཟེར་ལ། ཧང་ཆེན་སྔོན་མའི་སྐྱེ་འགྲོ་ཀུན་གྱི་དཀོན་པོ་གདུང་བ་སོགས་གནས་ཡོད། ཧང་ཆི་ནི་དངོས་བྱུང་ལོ་རྒྱུས་དང་ངོ་མཚར་གཏམ་རྒྱུད་ཀྱིས་བྱུགས་པའི་ཉམས་མྱོང་རྒན་པོ་ཞིག། ཧང་ཆི་ནི་གནའ་ཤུལ་རིག་གནས་ཀྱི་གསང་དམིགས་རྡོལ་བུ་གནའ་བོའི་རྡོ་རིང་ཞིག། ཧང་ཆི་ནི་རི་ཟླའི་ཁྲི་སྟོང་གི་དབྱངས་གཏན་དུ་ཆགས་པའི་མར་ཁུ་མཚོ་མོ་ཞིག།

དོན་བྱ་སྣ་ཚོགས་ཀྱི་ཡོ་ལང་དཀར་དུ་རྩེན་བཞིན་པ། རྩོམ་པ་པོ་དག་འདུམ་བྱ་ཆེ་སྒྱུར་ཚུལ་བརྩམས་ཆོས་དག་ལས་གསལ་བོར་མཐོང་ཡོང། ལྷིང་འཇགས་ཀྱི་རྩྭ་ཐང་ཞེས་པའི་སྙིང་བོ་ལ་མཚོན་ན། འདས་པའི་མི་ལོ་བཞི་བཅུ་ནས་ལྔ་བཅུའི་ནང་གི་ཕ་ས་ཕ་ཡུལ་གྱི་འབྲོག་ཕྱོགས་མེས་པོ་དག་གི་རི་ཟླའི་འཚོ་བ་གཞོལ་བཤེར་བྱས་པ་ཞིག་ཡིན་ལ། རྙོག་འཛིང་ཆེ་བ་འབྲོག་པ་མི་སྡེ་ཁོར་ཡུག་དང་འཚོ་བ་ཞིབ་བཤེར་གྱིས་འབྲོག་པའི་སྐབས་ངེས་ཅན་ཞིག་གི་སྲིད་འབྱོར་རིག་གསུམ་གྱི་འགྱུར་བ་དང་འདོད་བློ་འཁྱེར་སོ། ཚོགས་དང་ཚོགས་པ་འགལ་བ་སོགས་དྲང་ཐད་དུ་བྲིས་པ་མ་ཟད། ལོ་རབས་བདུན་གྱི་རྒྱལ་སྤྱིའི་ནང་གི་ཕ་སི་ཡུལ་ཁམས་ནས་རྣམ་པ་གསར་རྐྱང་གི་བརྟག་ཞིབ་ལ་སྐྱ་བསལ་བར་བྱས་ཡོད་པ་ཞིག་ཡིན། ངས་ནི་འགའི་སྔོན་ལ་ཁ་བ་ཐང་ཤོར་བ་པ་དེ་ཡིན་རང་བར་ཀློང་ཆེན་ནད་གཡོག་པོ་ཁ་བུག་ཁྲོད་ཀྱི་མི་གཙང་བོ་དིལ་མགོའི་གཤོངས་སུ་མནན་ཏེ། གནམ་ས་ཀུན་ཏུ་བརླན་ཞིང་ཕུགས་བཟང་བོའི་ཁ་བུག་ཅིག་ཁྱབ་སྟེ། མི་རྣམས་ཀྱི་སེམས་སུ། སྔ་མི་ཤེས་པར་སྣང་བ་ཞིག་སྟེ། སྒྲོ་གཏམ་ཞེས་པ་ནི་འཚོ་བའི་སྙིང་བོ་སྒྲིབ་པ་ཡོངས་ཁྱབ་ཅིག་ཡིན་ཡང་ཆོག་ལ་བྱེ་བྲག་དང་ཡན་ལག་ལ་འབབ་པའི་གསེར་ཆ་ཞིག་ཡིན་ཡང་ཆོག་པར་སྙམ། བོད་ཀྱི་བསྟན་བཅོས་ལ་བསྒྲགས་པའི་ཐ་སྙད་ལྟར་ན། སྒྲུང་བོན་ཞེས་པ་ནས་འགོ་བརྩམས་ཏེ་དར་ཁྱབ་ཏུ་སོང་བར་འདོད་ལ། སྡེབ་སྦྱོར་འདི་དང་རྣམ་པ་འདིས་གྲུབ་པའི་དོན་གྱི་སྙིང་བོ་ལ། སྐབས་ལ་ལར་ཡིག་ཚོགས་མང་ཞིང་རྒྱ་ཆེ་བ། ཡང་སྐབས་ལ་ལར་རྙོག་འཛིང་ལྡན་ཞིང་གསེར་ཁ་རྣོ་བ། ཡང་སྐབས་ལ་ལར་གདེང་ཆ་མང་ཞིང་འཁྲུག་ཆ་དོད་པ་ཞིག་རེད། འགྲོ་བ་མི་ལ་མཚོན་ན་རང་ཉིད་སྐྱེས་མ་ཐག་པའི་དུས་ཀྱི་ཉམ་ཆུང་དང། མཐའ་མཇུག་འཆི་ཁའི་སྐབས་ཀྱི་ཉམ་ཆུང་གཉིས་ནམ་ཡང་གཅིག་མཚུངས་ཡིན་ངེས་ལ། སྐྱེ་འཆི་ཞི་བའི་ཆེས་སྤྱིར་བཏང་བའི་མིག་འབྲས་འདི་གཉིས་ཀྱི་ནང་དུ། བྱིས་པ་དང་རྩེད་འཇོ་ནི། ནར་མཚོན་དང་ཁང་ཁྲག། རྨི་ལམ་དང་ཧམ་སེམས། ཧུར་བརྩོན་དང་རེ་སྙེག། རྒན་འཁོགས་དང་ཕམ་ཉེས། སྨྲ་སེམས་སྦྱོར་ལས་འདས་པའི་ནང་དོན་ཆེ་འབྲས་མང་བོ་ཞིག་བསྡུས་ཡོད་པ་རེད་ཨང། འདི་དག་ཡོད་ཚད་ཀྱིས། ད་གཟོད་མི་ཚེ་ཞི་བའི་མཚོན་རྟགས་རྣམ་པར་བཀྲ་བའི་མཐར་སྙན་འདི་བསྒྲུབས་པ་ཡིན། ང་རང་ཕ་ཡི་སྐུ་བཞི་ནས་སྐྱེས་པས་རླབས་ཆེན་གྱི་ཤག་བཙོན་ཡོངས་རྫོགས་ལ་དགའ་བར་མ་ཟད། ཁོ་ཚོ་དང་འབྲེལ་བའི་ངོ་མཚར་ཞིང་ཡིད་དབང་འཕྲོག་པའི་གནས་ཚུལ་གཏམ་རྒྱུད་ལ་དགའ་བ་ཡིན།
ཁོའི་དཔེ་མཚོན་རང་བཞིན་ལྡན་པའི་གྲོང་རིང་ནི་ལྷིང་འཇགས་ཀྱི་རྩྭ་ཐང་ཞེས་པ་དེ་ཡིན་ཞིང། དེ་ནི་དེ་སྔོན་གྲང་ཆར་བསྐྱེད་ཐབས་དུ་མི་འགོད་ཞེས་ཤིང་བྱ་དགའ་ཐོབ་མྱོང་བའི་སྒྲུང་གནམ་གཤིས་ཞེས་པ་དེའི་རྨང་གཞིའི་སྟེང་འཁྲི་བ་དང། སྟོན་པ་བཟོ་བ་བྱ་བ་སོགས་ཕུན་སུམ་ཚོགས་པ་རིགས་ལམ་རྐྱང་རྐྱང་གིས་སྒྲུང་རིང་དུ་གྲུབ་པ་ཞིག་ཡིན། ད་དུང་རང་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས། མི་རྣམས་ཀྱི་བསམ་པའི་འཁྱེར་སྟངས། མི་ཚེའི་སྙིང་བོའི་ལམ་ཚུལ་སོགས་ཀྱང་སྒྲུང་རིང་འདིར་མ་ཁོག་ལི་ཡི་ཚལ་དང་འདྲ་བ་ལི་ཀི་ཡི་གདངས་རྒྱུད་དུ་སྤེལ་ཏེ་ཕ་ཡུལ་འབྲོག་པ་རང་མཚོ་འདི་རྩ་བ་ཡན་ལག་དང་བཅས་པའི་ངོ་བོ་འགྱུར་བ་དམིགས་བསལ་བ་ཞིག་རྩོམ་པ་པོ་ཡིད་ཀྱི་སྲིད་སུ་སྨིན་ཏེ། རྩོམ་འབྲི་འཕྲིན་ལས་འགང་གི་ཀློང་རྒྱན་ལ་བབས་ཡོད། ཁོ་ལ་མྱུར་བདེའི་སྣང་བ་ཕྱོགས་སུ་ཁྱེར། བར་སྣང་ལུས་དཀར་སྟོང་གི་ཕྱོགས་འགྱུར་ངོམས། གཞི་རུ་ཀུན་དགའ་མཚོ་མོ་དབྱི་སི་བསྟིམ། ཚེ་མེད་ཞི་བདེའི་བྱ་དབྱངས་ངང་གིས་འཁོར། ཤོ་ལོ་ཀ་འདིའི་ཁྲོད་ཀྱི་ཀུན་དགའ་མཚོ་མོ་ནི་འོད་ཟེར་ཆུ་བོའམ། དབུལ་བའི་ཆུ་གཞུང་རིང་མོའི་ལྷོ་ཕྱོགས་སུ་ཡོད་ལ། ང་རང་འགྲོ་ཞོར་ལ། གནས་འདིར་ཐང་གཅིག་ཉིལ་བུ་བརྒལ་བ་བྱུང། གནས་འདི་ནི་དམིགས་བསལ་དུ་གྱུར་པའི་བྱེ་མའི་རི་གྲོང་ཞིག་ཡིན། གནས་འདིའི་མིང་ལ་ཀི་འགའ་མཚོ་མོའམ། བསྟན་བཅོས་ལྟར་ན་འདམ་ཀི་འགའ་ནོར་བུ་ཞེས་བཏགས་ཡོད། མཚོ་མོ་འདི་རྡུལ་ཤུལ་ཆོམ་བཟའ་བྱ་བའི་རི་དཀྱིལ་དུ་ཡོད་པ་མ་ཟད། གནས་འདིའི་རྩི་ཤིང་དང་ཟླ་བ་སོགས་ལ་སྦྱར་བའི་ངོ་མཚར་བའི་གཏམ་རྒྱུད་ཀྱང་སྣ་ཚོགས་བཤད་ཀྱི་ཡོད། མི་ལོ་དྲུག་ཅུ་སྔ་རོལ་ཙམ་ལ་སྙན་ངག་དང་ཚིག་གི་སྡེབ་སྦྱོར་ལ་དབང་བསྒྱུར་བའི་མིའི་དབང་བོ་ཞིག་གི་ཞབས་ཟུང་གསེར་གྱི་འཁོར་ལོ་གནས་འདིར་བསྒྱུར་མྱོང་ལ། ས་ཨང་ཆེན་པོ་འདི་ནི་སིལ་དང་ཨང་ལ་བྱུང་བ་ལྡེབས་གསར་སྣར་ཚོགས་ཀྱི་ཡོ་ལང་ལ་འཐམ་པར་གྱུར་ཏེ་པོ་ཏཱ་ལ་ར་ཞིག་དེའི་རིག་འཛིན་ཚངས་དབྱངས་རྒྱ་མཚོ་ལྷ་སི་ཞོ་རར་བསྡོད་དེ་འཁྱམས་པོ་དིང་བསང་ཧང་པོ་བྱས་པ་དེ་རྒྱལ་བ་སྐུ་འཕྲེང་དྲུག་པ་རིག་འཛིན་ཚངས་དབྱངས་རྒྱ་མཚོ་ལགས་ཡིན་པ་རེད། འདི་ནི་ཤ་ཁྲག་རུས་སྤུ་རྐང་ལ་ཟུག་པའི་རླུང་ཞིག་འདི་ནི་སྡེབ་དང་སྦྱོར་བ་མཐའ་ལ་རྒྱས་པའི་རླུང་ཞིག་འདི་ནི་གདོད་མའི་རྒྱལ་བའི་རླུང་ཞིག་འདི་ནི་ཁྲི་ཕྱོགས་རྒྱལ་མོ་མཚོ་ལས་ལྡང་བའི་རླུང་ཞིག་འདི་ནི་ཐོག་མེད་ནམ་མཁའི་དབྱིངས་ནས་ཐོན་པའི་ཀློང་ཞིག། འདི་ནི་ཚ་བའི་རུ་ལ་སྦྲིད་པའི་ཀློང་ཞིག། སྙན་ངག་པ་བློ་རྒྱ་ཚེ་རིང་ལ་མཚོན་ན། མཚོ་སྔོན་པོའི་ཉེ་འགྲམ་ནས་སྐྱེས་ཤིང་སྒྱུ་རྩལ་ཁོ་ནའི། སེམས་ཀྱི་ཚོར་འདུ་དང། མྱ་ངན་མེད་པའི་མེ་ཏོག་དང། དབྱར་དགུན་མེད་པའི་ཁྲི་ཤིང་ཞིག་གི་ཚུལ་དུ། རིག་སྨོན་འཆི་ལ་འདྲིས་པའི་ཀློང་ཞེས་པའི་སྙན་ངག་ཅིག་རང་གི་བརྩེ་བ་དང་སྙིང་གི་ལྷན་ཅིག་འགལ་བཞིན་སོ་སོ་རང་གི་སྐྱེས་ས་སྐྱེས་ཡུལ་ལ་འབུལ་ཡོད།

སྐྱིད་ན་སྐྱིད་ཀྱི་འདབ་གཤོག་ཆེད་ཡིན། སྡུག་ན་སྡུག་གི་རྒྱབ་རྟེན་ཆེད་ཡིན། ང་ཚོས་བཀྲ་ཤིས་གཡང་ཆགས་ཀྱི་བག་གྲོ་བཞི་ལྷར་བཀུར་ཞིང། དཀར་འགྲོའི་དོན་ལྡན་གྱི་བདེ་བའི་ལམ་ལྷར་བསྒོམ་སྟེ། ལུང་རྟ་ཡར་སྐྱོད་ཀྱི་ངོ་བོའི་སྙིང་ནས་བསྟོད། ང་ནི་དུས་ཡུན་རིང་བོར་ལམ་ལ་ཆས་ཏེ་ཡོང་བ་ཚོས་སྙན་ངག་པ་དང་སྒྲོ་གཏུམ་པ་བཞི་པ་སོགས་མང་པོ་མང་པོ་ཞིག་ལ་ལམ་འཕྲད་བྱུང། མི་བུ་འདི་དག་སོ་སོ་ལ་སོ་སོའི་ལམ་ཁ་ཞིག་ཀྱང་ཡོད། ལམ་དེ་སོ་སོའི་ཤེས་རབ་དང་རྩོམ་པ་ཐབས་སྣ་ཚོགས་སྤྱད་དེ་འཚོལ་བཞིན་པའི་ཚོར་བ་ཞིག་བྱིན་སོང་བས། བློ་དྲན་པ་ཉེར་བཞག་གི་ཕྱིར་འདང་རེ་བརྒྱབ་ན། མི་ཟེར་བ་འདི་མ་གཞི་ནས་ལམ་ཞེས་པ་ཐ་སྙད་འདིའི་དོན་གྱི་སྙིང་བོ་མཚོན་མཁན་ཞིག་ཏུ་སྙམ་བྱུང། ལམ་ནི་ཕ་ཡུལ་གྱི་སོག་བར་ལ་ལྟ་བུ་རལ་གྲི་སོ་གཉིས་མི་རྨ་ཁ་བཞིན། ཤ་རེ་ཤི་རེ་དུ་མས་བཅད་ཡོད། འདི་ནས་རྩོམ་པ་པོས་ཚོར་བ་ཕུང་བོ་གཞན་ཞིག་གི་འབྲེལ་ལམ་ལ་ལུས་སློང་བྱས་ཆོག་ལ། འདི་ནས་ངས་ཀྱང་སྒྱུ་རྩལ་གྱི་གཏན་འཕར་གཞན་ཞིག་ལ་འཁོར་བ་ཡང་མཐའ་བཟུང་སྟེ། ད་དུང་ཡང་རང་གི་འཚོ་སྙེག་གི་རྡོག་སྣེ་ལ་ལྷོད་ཤ་ཡེ་ནས་སྟེར་མ་འདོད་པའི་སྣང་བ་ཞིག་འཁོར།